ཨོ། ཨ་ནི་ད་ད་ལོ། ང་ཚོ་ཕྱི་ལུགས་ཀྱི། ཨ་ནི་ཉིས་སྟོང་ཉི་ཤུ་རྩ་ཞིག་ལོ་གི། ད་ལོ་སར་ལ་ངས་དེ་རང་དེ། ད་བོད་རིགས་ཚང་མ་ལོ་ལ་སེ་གོར་བ་ང་ཚོ། ཨ་ཡ། ཨ་ནི་མཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ད་ནི་ད་དེ་རིང་གི་ངའི་ལོ་སར་གྱི་ད་ཅིག་མཚམས་འཕྲིན་མཛད་ན་མི་འདུག་འདི་དང་ཆབས་ཅིག་ཏུ་ཨ་ནི་ང་ཚོ་གི། ཡུལ་དུ་ཆེན་མོ་གི་སྐོར་ལ་ཨ་ནི་ངས་ཚིག་ཁ་ཤས་རེ་ཞུ་དགོས་བསམ་སོང། ད་ནས་ད་ཨི་འདོ་ཆེན་མོ་གི་སྐོར་ལ་ད་དང་པོ་ང་ཚོ་འདི་འདྲའི་འདྲ་བོ་ཞིག་རེད་ད། ད་འདི་སྐབས་ལ་ང་ཚོ་བོད་པ་ད་འཛམ་གླིང་གི་རྒྱལ་ཁབ་མང་པོ་ཞིག་ལ་ཁ་འཐོར་ལྟ་བུའི་ནང་ནས་ས་སྐལ་ཁ་ཤས་ཞིག་གི་ཨི་འདོ་ཨི་ལུག་ཡ་ལ་ད་དཀའ་ངལ་ཞེ་དྲག་མེད་པའི་སོ་འདྲ་བོ་ཞིག་རེད། ཡིན་ན་ད་ས་སྐལ་མང་པོ་ཡི་ལོང་མང་པོ་གི་རྒྱལ་ཁབ་གི་གནས་སྟངས་འདྲ་གི་མེད་པ་སོང་ཙང་ས་སྐལ་ཁ་ཤས་ཞིག་ལ་དཀའ་ངལ་འཕྲད་དེ་ཡོད་པ་དེ་ད་ངེས་ཡོད་གནས་ཚད་རེད།

དེའི་གི་ཨ་ནི་ད་ཉི་མ་ཞིག་གཉིས་གི་ཁོང་ཁྱོད་སྲིད་ཅིག་བྱས་ན་དེ་འདྲའི་བདག་འདུལ་མིན་དང་ནི་དེ་འདྲའི་མེད་ན་ཐང་ཡིན་ན་ར་ད་དེ་ཡིན་མིན་མཐོང་ཤོག་ཡག་པོ་ཡོད་བ་མ་རེད། ང་ཚོ་ཡི་ལུང་སོ་སོ་ནས་ལོ་གཅིག་གི་ནང་ལ་ཡི་ཤོག་ཅིག་ལུག་ཡ་ཙམ་མ་ཡིན་པའི་རྒྱུན་རང་སྤོ་ལ་གནས་དགོས་པ་སོང་སང་ད་ཅིག་ད་གཞིས་རྒྱ་ཁབ་ནི། ང་ཚོ་གི་ཅིག་ཡིན་མིན་གི་སྤུས་ཚད་དེ་ཁྲིམས་དང་སྒྲིག་གཞི་རྩིབ་སྲུང་བྱས་ནི་རེད་མ་རེད་དེ་ལ་ད་ཚད་འཛིན་དགོས་བདེན་པ་གསུང་ཙང་ད་ཅིག་ཁྲིམས་སྒྲིག་གཞི་ལ་དེ་འདྲའི་ཁྲིམས་འགལ་བྱས་ནི་ད་ད་གི་ཅིག་ད་འདི་འདྲའི་བཀར་རྒྱ་རི་དེ་ཚོ་གཏམ་བཤད་ཡོད་པའི་ཁ་ཐིག་ལ་ང་ཚོ་ཅིག་ཅི་ཁ་བྱས་ནི་མི་མང་འཛོམས་པ་ཡིན་ན་ད་འདི་སྤྱི་བཏང་གི་སྒང་ལ་ཆ་པ་འབའ་མིན་ལ་མ་ལྟོས་བའི་ཡིན་མིན་གི་མཐོང་ཤོག་གི་ངེས་ནི་ཧ་ཅང་ཧ་ཅང་ཐུགས་སྐྱ་ཆག་གི་རེད་བདེན་པ་གསུང་ཙང་ས་གནས་གི་འོས་བསྡུ་ལས་ཁུངས་ལ་དེ་ཚོ་གི་ཆོག་མཆན་རག་མེད་ན་མི་མང་ལ་རག་མེད་པ་གི་གནས་ཚད་དེ་གསལ་བཤད་བྱེད་དགོས་ཡ་དེ་གལ་ཆེན་པོ་རེད། དེས་ན་ཁར་ཚང་ཡོ་རུབ་ཀྱི་ནང་ནས་རྒྱལ་ཁབ་ཁ་ཤས་ཀྱི་དེ་འདྲའི་ལབ་ཀྱི་འདུག་བ་ཁོ་ཚོ་ས་ལ་ནི་ཁྲིམས་དང་སྒྲིག་གཞི་གི་ད་རྐྱེན་པས་ནི་ཨི་དི་བྱེད་ཐུབ་ས་མ་རེད་ཟེར་ཡ་ཨི་དི་ལས་ཁོང་ད་སྙན་སང་ར་དེ་ཞུས་ཡ་རེད་དེ་བྱས་ནས་གང་ལ་ཨི་དི་ལས་ཁོང་གི་ཅང་དེ་ལ་ཅིག་བསད་འཇོག་བྱས་ནས་བྱུང་ཡོད་ས་མ་རེད་ནི་ང་འདྲ་བས་ན་ད་ལོ་དྲ་ཐོག་ནས་དེ་འདྲའི་མ་ད་ཅིག་ཨི་དི་གི་ལས་རིམ་དུ་ཕྱིར་འཐེན་ཅིག་བྱེད་དགོས་ན་བསམ་ནས་རེ་བ་ཅིག་བརྒྱབ་པ་ཡིན་ད་ད་དེ་མ་བྱུང་བ་རེད་བསམ་ཤོག་ར་དེ་འདྲའི་རེ་བསྡུས་པ་རེད་ངས་འོ་ད་དེ་ཚོ་ལ་ཅང་ནི་ད་དེ་ཅང་བསད་འཇོག་བྱས་ནས་སྐྱེ་མི་འདུག་ད་ཡ་ཡ། ད་ཤོག་གཅིག་ནི་དེ་རེད་གཉིས་ནི་ད་ངོ་ནས་ན་དབྱིབས་སྡུག་གི་ནང་ལ་ཞིག་ནི་སྤྱི་འཐུས་རྣམ་པ་རེད་ད་ག་ནང་བཞིན་གལ་ཆེ་ཤོས་ད་སྲིད་སྐྱོང་གི་དབྱིན་མི་མི་ང་དྲུག་དྲུག་དེ་འཛིན་ཡོད་རེད་འདི་གཟུགས་ངེས་ནས་ཨ་ནེ། ད་ལོ་གི་དབྱིན་དུ་ཕྱིར་འཐེན་བྱེད་རོགས་ཞེས་དེ་བཤད་དགོས་ཡ་དེ་ཧ་ཅང་གལ་ཆེན་པོ་རེད་ཡིན་ན་ད་ཁོ་རང་ཚོ་གི་རྐུབ་ཀྱག་ལ་རྔམ་པ་ད་ཡིན་གྱི་མ་རེད་ད་ཡིན་ན་ར་ད་གང་ལྟར་རྒྱལ་ཁབ་ར་མི་རིགས་གི་ཅིག་མ་འོངས་པ་དང་དེ་སྡུག་ཤིའུ་བཤད་གི་ཡོད་ར་ད་ད་འདི་སྐབས་ལ་མཛའ་གྲགས་ཀྱི་གནས་སྟངས་འདི་འདྲའི་གི་སྐབས་ཐིག་ལ་ད་གཞན་ཞག་ཧ་ཅིག་ནས་འགྲོ་དགོས་རེད་འདི་ངས་བལྟས་ན། འདི་ལས་ཀ་ཚད་བདེ་འཛིག་མ་རེད་ཁོ་རང་ཚོ་ངས་བལྟས་ན་འབོད་སྐུལ་ཞུ་དགོས་ཡ་སོ་སོ་ཡིན་ན་རེད་ད་མཛའ་གྲགས་འདི་འདྲའི་སྐབས་ཀྱི་ཡོང་གི་མེད་ན་འཐེན་དགོས་རེད་ད་དཔེ་ན་ཁར་ཙང་ང་ཚོ་སྲིད་སྐྱོང་གི་ཡིན་མི་ཨོ་དཀར་ཙང་སྐལ་རྡོར་ལ་ནས་ད་ཁོ་རང་ལ་ན་རེ་ཟི་དེ་ལབ་ཀྱི་འདུག་ཨ་ད་འདའ་གི་རྒྱལ་ནས་དེ་ད་དེའི་ནང་ནང་བཞིན་ཡིན་ན། ད་གནས་སྟངས་དེ་འདྲའི་གི་འོག་ནས་དབྱི་ལུག་གི་འགྲོ་ཡ་ཧ་ཅང་ཁག་པོ་ཆགས་ད་ཡོད་རེད་ད་ད་འདའ་ཁོ་གྲགས་ཡོད་འགྲོ་ད་དེ་མ་གཏོགས།

དེའི་ཡ་ག་གི་ཕྱོགས་གཅིག་རེད་ད་ག་རེ་ཡིན་ན་མིན་ན་ད་ལེན་ཤེར་གི་ཕྱོགས་དེ་ཡ་གོ་མ་ར་ཁྱབ་བསྒྲགས་ཅིག་ཡོང་གི་འདུག་ད་དེ་སྲིད་སྐྱོང་ལ་ལངས་གནས་ཅིག་ཡིན་ན་ངེས་པར་དུ་བྱེད་དགོས་ཡ་གི་ན་དོན་ཅིག་རེད་ད་ཡིན་ན་ལེན་ཤེར་དེ་ཚོ་ལ་ནས་སྤི་ག་དག་ལས་གི་ཚད་གཞི་ག་ཚད་ཅིག་འདུག་ཁ་ཡོད་ལག་ཡོད་གི་སྤྱི་ཚོགས་ནང་ནས་ལག་བསྟར་བྱེད་ཐུབ་ཡ་གི་ནས་ཚད་གཞི་ག་ཚད་རེད་དེ་ཚོའི་སྐོར་ལ་ནས་དབྱེ་ཞིབ་བྱས་ནས་ཀྱི། ནས་ད་སྤྱི་ཚོགས་ནང་ནས་ད་དད་དང་འབབ་པའི་དབྱིག་ལུགས་ནས་མི་མང་གི་སེམས་ཁམས་ལ་འགྱུར་བ་ག་རེ་འགྲོ་དགོས་པར་ད་དེ་ཚོ་ཡང་ཕྱོགས་གཅིག་རེད་གཅིག་བྱས་ན། ང་ཚོ་གི་དབྱིག་ལུགས་ནས་བཟོ་གི་མི་མང་གི་ངོས་ནས་བཤད་ན་ད་སྤྱིར་བཏང་གི་ཅིག་སེམས་ཁམས་འདྲ་བོ་ཅིག་ད་ན་ཉིན་བཞིན་ཉིན་འདི་ནས་བཟུང་སྟེ་ད་ཁྱད་པར་དུ་ད་གྲུབ་བསྡད་ཡོད་རེད་ད་དེའི་སེམས་ཁམས་གི་གྲུབ་སྟངས་འདྲ་བོ་དེ་ག་འདྲས་རེད་ཅེ་ན། ད་འདུག་སེ་འདྲ་བོ་རེད་ད་ཅིག་ཤོག་སེམས་འདྲ་ཙིག་ཡོག་རེད་ཨ་ནི་ད་རྒྱ་རིའི་སྒྲོལ་མ་ཨ་ནི་ད་ཨོ་དཀར་ཚང་སྐལ་རྡོར་ད་འདི་གཉིས་ཤོག་གཅིག་འདྲ་བོ་རེད་ད་ག་ནང་བཞིན་གི་ཨ་ནི་འབྲོང་ཆུང་ངེས་གྲུབ་བློ་བཟང་སྙན་གྲགས་སྤེན་པ་ཚེ་རིང་ད་འདི་ཚོ་ཤོག་གཅིག་འདྲ་བོ་རེད་ད་དེ་གཉིས་ཆ་གི་ནང་ང་ཅིག་མ་ཚིག་ནས་ཟེར་ན་མི་འདུག་ད་དེའི་ད་ད་ཁ་ཚང་ངོ་མ་ཡིན་ན་བཀྲ་ཤིས་དབང་འདུས་ཡོག་རེད་བཀྲ་ཤིས་དབང་འདུས་ལྷན་ཚགས་བཀྲ་ཤིས་དབང་འདུས།

ད་ངས་འདིའི་ནང་ལ་དེ་རིང་སྐད་ཆ་བཤད་ནས་ཀྱི་སྤྱིར་བཏང་གི་ཤོག་ཁག་གི་བསམ་བློ་ཅིག་གྲིབ་བསྡད་ཡོད་པ་དེ་ཚོ་ལ། ངས་དེ་རང་དེ་སྐད་ཆ་བཤད་ནས་ཅང་འགྱུར་བ་ར་འགྲོ་གི་མ་རེད་དེ་ཁོ་རང་ཚོ་ལ་ད་གིན་རང་སྤུག་གི་སེམས་ཁམས་དེ་འདྲས་ཅིག་གྲིབ་བསྡད་ཡོད་རེད་དེ་ང་འགྱུར་བ་བཏང་ཡག་གི་འདུག་པ་ར་གས་མེད་དེ་ཁོ་རང་ཚོ་ཐོབ་ཐང་རེད། ཡིན་ནའང་ད་དེའི་ནང་ནས་ང་འདིའི་ཤོག་ཁག་འདི་ཉིད་ཆགས་གི་ད་མི་ཆ་ཚང་ལ་བགྱིས་ཡོད་རེད་དེ་ཡིན་པ་སོང་ཙང་གནད་འགག་འདི་འདྲའི་ཁ་ཐུག་ལ་ཟིན་ན་མི་འདུག་དེའི་ཁ་ཐུག་ལ།

འབྲོང་ཆུང་ལ་ད་ལྟ་རྒྱབ་སྐྱོར་བྱེད་གི་ཡིན་ཟེར་ནས་གི། ཨ་ནི། ད་དེ་ཚོ་གི་འབྲོང་ཆུང་ཅིག་སྐྱོན་གིན་སེ་དང་ཡོན་ཏན་གིན་ཏན་ལ། ཅིག་སྒྲུབ་ནས་ཅིག་བཤད་སྐོར་ད་དེ་འདྲའི་རང་མ་རེད། ཡིན་ན་ར། ད་ངས་ག་རེ་མཐོང་གི་ཡོད་ལབ་ན། ད་འབྲོང་ཆུང་འདྲ་བོ་ཉེན་ཁ་གི་ཕྱོགས་དེ་ག་རེ་རེད་ཟེར་ན། ད་ད་འབྲོང་ཆུང་ལ་རྒྱབ་སྐྱོར་བྱེད་གི་ཡིན་ལབ་ནས་དང་སྔོན་མ་གི་བོད་གཞུང་གི་ད་ལས་བྱེད་རྙིང་པ་མང་ཆེ་བ་དེ་འདྲས་གི་ཅིག་ཤོག་ཁག་འདྲ་བོ་བསྒྲིག་ནས་འབྲོང་ཆུང་ངེས་སྒྲུབ་ལ་རྒྱབ་སྐྱོར་བྱེད་གི་ཡིན་ལབ་ནས་མང་པོ་ཅིག་ཡོད་རེད། འདི་ཚོའི་རིགས་འདི་ནི་མ་འོངས་པ་ན་གྲོང་ཆོག་ངེས་གྲབ་ཡར་སླེབས་པ་ཡིན་ནར་འདི་ཚོ་གི་ཁ་སྔ་བཞི་ལ་བརྒྱུགས་ནས་ཀྱི་ད་ཁོ་རང་གི་ཅིག་ག་རེ་སོགས་ལས་ཀ་དེ་ཏག་ཏག་བྱེད་མ་ཐུབ་པ་ཆགས་ཀྱི་རེད་བསམ་གྱི་འདུག་ད་ལྟ་གི་འབྲོང་ཆུང་ལ་རྒྱབ་སྐྱོར་བྱེད་མི་གི་ནང་ན་ད་ཁྱད་པར་དུ་གི་བོད་ནང་ནས་ཅིག་ཆབ་སྲིད་གྲ་དེ་ཚོ་ལིང་གི་ནང་ཞིག་ཡོང་ཞིག་མྱོང་ཡོད་ལབ་ནས་མི་མང་ཆེ་བ་ང་བགྱིས་ཡོད་རེད་དྲངས་པ་ཧ་ཅང་མང་པོ་རེད་དེ་ཡིན་པ་སོང་ཙང་འདི་བཟོ་གྲས་ཀྱི་རྒྱབ་སྐྱོར་བྱས་པ་དེ་རྩ་བའི་ཆ་ནས་མང་ཆེ་བ་ཟིག་གི་རྒྱབ་སྐྱོར་བྱས་ཡོད་ཡག་ག་ཟིག་གི་མ་རེད་དེ་ཡིན་པ་སོང་ཙང་ད་ཡིན་ན་རེད་རྒྱབ་སྐྱོར་ད་ཁོ་ཚོ་བྱེད་དགོས་རེད་ན་མ་འོངས་པ་ན་འདི་བཟོ་གི་ཁ་སྔར་རྗེས་ལ་གང་ལ་གང་འཚམ་དཀར་ས་ཤུགས་རྐྱེན་གི་འོག་ལ་འབྲོང་ཆུང་ངེས་གྲུབ་བརྒྱ་ཆ་བརྒྱ་འགྲོ་དགོས་བསམ་གི་འདུག་འདི་ཉེན་ཁ་གི་ཕྱོགས་གཅིག་རེད་ད་ཡིན་ན་ར་ད་སྤེན་པ་ཚེ་རིང་དང་འབྲོང་ཆུང་ངེས་གྲུབ་གཉིས་ཀ་བསྡུར་བ་ཡིན་ན། ད་དུ་འབྲོང་ཆུང་ངེས་གྲུབ་ཀྱི་ཅིག་གྲག་གི་རེད་བསམ་གི་འདུག་ད་བན་པ་ཚེ་རིང་ག་རེ་རེད་ཟེར་ན་ད་ང་ཚོ་ཆ་ཚང་ཧ་གོ་རེད། བན་པ་ཚེ་རང་དེ་སྤྱིར་བཏང་གི་ཆ་ནས་ཅིག་མིའི་སྒེར་ལ་ཅིག་ཆབ་སྲིད་ཀྱི་ནོར་འཁྲིད་ངོ་མ་ག་རེ་ཤོར་ཡོད་མེད་དང་ཆབ་སྲིད་ཀྱི་ནོར་འཁྲིད་མ་འོངས་པ་ན་བསགས་མིན་དེ་གི་ཅིག་ཆབ་སྲིད་ཀྱི་ནོར་འཁྲིད་ཙམ་མ་རེད་སྤྱིར་བཏང་གི་མི་ཁོ་རང་ནོར་འཁྲིད་ཀྱི་མི་ཅིག་རེད་ད་ང་ཚོ་ཧ་གོ་དགོས་ཡ་ཅིག་ལ་དེ་ཡིན་པ་སོང་ཙང་དེ་གི་བསམ་བློ་དང་ཕྱོགས་ར་ད་དེ་གི་ཅིག་ཏན་ཏན་གི་ལོ་རྒྱུས་ཀྱི་བྱུང་སྟངས་ར་ཁོ་རང་གི་ཐོག་ནས་བཤད་ཡོང་ནས་གང་ལ། ད་ངོ་ནས་བཤད་ན་ཁོ་སྤྱིར་བཏང་གི་ཁོ་རང་ནོར་འཁྲིད་གི་མི་ཟིག་རེད་དེ་འབའ་ཚང་ཚང་བན་པ་ཚེ་རང་དང་འབྲོང་ཆུང་ངེས་གྲུབ་གཉིས་ཆ་གི་ནང་ནས་ཅིག་གདམ་དགོས་གི་ཡོད་ན་ད་བན་ན་ད་ཁོ་གཉིས་ཤིག་ཆེན་པོ་འདྲ་བོ་ཅིག་ཆགས་ཡོང་གོ་རེད་ད་བློ་བཟང་སྙན་གྲགས་ར་དེའི་ནང་གི་ཆ་ཤས་ཤིག་རེད་ད་ཁོ་ཚོ་ཆ་ཚང་ཕྱོགས་གཅིག་རེད་པ་དྲན་འགྲོ་ཡིན་ན་དེའི་ནང་གི་ད།

ནས་ད་ཁྱད་པར་དུ་དྲུང་ཡིག་ལྷ་མོ་ཚེ་རིང་དེ་ཚོ་དང་དག་ལྷ་ཕུན་ཚོགས་ད་དེ་ཚོ་དགའ་བློན་ཡིན་པའི་ཁ་ཐུག་རེད་ད་དེ་ནས་བཟུང་སྟེ་བོད་ནང་ལ་ཅིག་ཨ་ནས་ད་ཅིག་ད་མངོན་གསལ་དོད་པོ་མིན་པའི་འབྲེལ་བ་ཅིག་ཡོད་རེད་ཡིན་ན་ད་དེའི་འབྲོང་ཆུང་ཉེ་གྲུབ་དགའ་བློན་ན་སླེབས་པའི་ཁ་ཐུག་རེད་བདེ་སྲུང་དྲུང་ཆེ་བྱིན་པའི་ཁ་ཐུག་ལ་ད་ང་ཚོ་ཧ་གོ་རེད་ད་དེ་ལ་འབྲེལ་ལམ་དེ་ལ་སྟོད་ཕོགས་ཞེ་དྲག་འགྲོ་ཡོད་རེད་སྟོད་ཕོགས་ཞེ་དྲག་འགྲོ་ཡོད་རེད་ད་ཁ་ཤས་ཟིག་གི་འབྲོང་ཆུང་ཁོ་རང་གི་ལས་ཀ་སྤྱིར་བཏང་རེད་ག་ཤེད་ཟིག་འབྲོང་ཆུང་ཁོ་རང་གི་ལས་ཀ་ཙམ་མ་ཡིན་པའི་ཐོག་ནས་ཨ་ནི་ག་རེ་རེད་ཟེར་ན། སྔོན་མ་ད་ཟླ་འདི་གི་སྐབས་འདིའི་སྔོན་ལ་འབྲོང་ཆུང་ངེད་སྒྲུབ་ཕི་གས་ཅིན་པའི་ཁ་ཐུག་ལ་བདེ་སྲུང་དྲུང་ཆེ་ཡིན་པའི་ཁ་ཐུག་ལ་སྐབས་དེ་རིང་ལོ་རྒ་རོ་ཅིག་ག་ཟམ་གདོང་རིན་པོ་ཆེ་གི་བདེ་སྲུང་བཀའ་བློན་དུ་གཅིག་ལྕོགས་བྱས་བསྡད་རེད། དེའི་སྐབས་ལ་ད་ཟམ་གདོང་རིན་པོ་ཆེ་གི་ཨ་ནི་བོད་རྒྱ་ཞི་མོ་ལ་ཁོར་ཡུག་བསྐྲུན་དགོས་ཡ་དང་བོད་ཕྱི་ནང་གཉིས་ཀའི་འབྲེལ་ལམ་དེ་མཚམས་བཞག་དགོས་ཡ་ད་ཅིག་གསང་བའི་དེ་ཚོ་བྱས་ཡ་ཅིག་དེས་མ་ཟད་ལྷན་ཁང་ཁག་ནང་ལ་ནས་ཅིག་ང་ཚོ་བོད་ནང་ལ་ད་ཅིག་འགྲོ་སོང་བཏང་ཡག་གི་དམིགས་བསལ་དེ་འདྲས་ཡོད་པ་ཏི་ཆ་ཚང་གོ་ཚད་འཛིན་བྱས་ནས་ཅིག་ད་ང་ཚོ་ཧ་གོ་རེད་བདེ་སྲུང་དྲུང་ཆེ་གི་རྩ་འགྲོ་ནས་ང་ཚོ་ཅིག་བོད་ནང་ལ་འཛའ་དྲག་གི་རོགས་དངུལ་དེ་འདྲས་ཅིག་དགོ་གི་འདུག་ལབ་ན་ཉི་མ་ཅིག་ཚོ་དེ་འདྲས་བྱུང་བ་རེད་ང་ལ་དེ་འདྲས་བྱུང་ནས་གོ་དེ་འདྲས་ལབ་ཡག་བྱུང་ང་ཚོ་ན་དོན་ཅིག་གི་ཐོག་ལ་ད་གོ་རྒྱབ་ཚར་རེད་ཟེར་རིན་པོ་ཆེ་གི་ད་བོད་ནང་ལ་དྲུང་ཆེ་གི་མཚན་མཚན་གནས་ཇི་འདྲས་གི་དབང་ཚད་གི་ཐོག་ནས་བཏང་ཆོག་ཡག་དེ་སྒོར་མོ་བཞི་སྟོང་དེ་ནར་ལྔ་སྟོང་ཟིན་ན་ཅིག་རེད་ས། ད་ཚེ་ལྟ་བར་དེ་སྐྱེས་ཞེས་རེད་དེ་གཅིག་ནི་གང་ལྟར་ཟམ་གདོང་གི་ཁྱོན་ནས་ཡོང་ནས་ཚད་འཛིན་གྱིས་ད་བོད་ནང་གི་འབྲེལ་ལམ་དུ་འོ་ད་དུག་སུ་གཅིག་ནས་གཅིག་ངོ་མ་གཅིག་ད་གཞུང་འབྲེལ་གི་རིམ་པ་ནས་གཅིག་ཡོད་བསྡད་པ་དེ་ད་དུག་སུ་གཅིག་ནས་ད་ཆད་སོང་བ་རེད་ད་ཁོར་སྒེར་ལ་འབྲེལ་བ་དེ་འདྲས་ཡོད་སའི་དུ་མར་དོགས་ཅིག་གཞུང་འབྲེལ་གི་རིམ་པ་དེ་ཚོ་ད་ཁག་པོ་ཞིག་ཆགས་ད་དེ་ང་བདེ་སྲུང་ནང་ནས་ལས་ཀ་གཅིག་ངེད་ར་ཕྲན་ལ་ཕྲན་བུ་ཤེས་གི་རེད་དེ་འདྲས་འདྲ་བོ་ཞིག་རེད་ད་ནི་དོན་དག་གཞན་པ་གཅིག་ད་ང་ཚོ་སྤྱིར་བཏང་གི་ཆ་ནས་བཤད་ན་ང་ཚོ་སྲིད་སྐྱོང་ར་འདི་བཟོ་གི་གཅིག་རིམ་པ་གི་ཆབ་སྲིད་ཀྱི་འགོ་འཁྲིད་ལ་བདེ་སྲུང་གི་ནང་གི་མི་སྣ་དང་ཁྱད་པར་དུ་བདེ་སྲུང་བཀའ་བློན་དང་འདི་ཟུག་གི་འགན་འཁྱི་ཡོང་ནོ་གི་སྟབས་བདེ་སྲུང་གི་མི་སྣ་འདི་ཟུག་ཡ་སླེབ་ན་དེ་མི་གི་ཁག་པོ་བརྩི་གི་ཡོད་རེད། དེ་སྤྱི་སྟངས་གི་ཆ་ནས་དེ་ཡ་ག་ཟིག་ཡ་དེ་བརྩི་གི་ཡོད་མ་རེད་ད་ཡིན་ན་ཡིན་མིན་ལ་མ་ལྟོས་ད་ང་ཚོ་བོད་པ་གི་སྤྱི་ཚོགས་གི་ཅིག་བདེ་སྲུང་ར་འདི་ཟུག་ད་སྤྱི་ཚོགས་གི་ཅིག་བདེ་དོན་མ་ལག་སེ་གོ་ར་ད་ཝེ་ཧྥེར་གི་ཁྱབ་ཁོངས་ཅིག་ར་མ་ལྟོས་ཧ་ཅང་གི་ཅིག་གསང་བའི་ལས་ཁུངས་ར་དེ་འདྲའི་གི་ཚད་མཐོན་པོ་མ་ར་མ་ལྟོས། གལ་སྲིད་དེ་འགྲིག་གི་གསང་བའི་ལས་ཁུངས་ལ་དེ་ཚོ་གི་ནང་གི་འགོ་བ་བྱེད་མྱོང་ནི་མིན། ཨ་ནི་རྒྱ་ཁབ་གི་སྲིད་འཛིན་འདྲ་དེ་འདྲས་སླེབས་པ་ཡིན་ན་དེ་སྡིག་སྐྱག་བརྩི་གོ་རེད། ར་ཤི་ཡ་གི་ཕུ་ཆིན་སྡིག་སྐྱག་བརྩི་གི་ཡོད་པ་ནང་བཞིན་དེ་དེ་ཡིན་ན་རེད་ད། ང་ཚོ་དེའི་ཚད་དེ་འདྲས་ཅིག་ལ་བཞག་ནས་བཤད་ཡ་ཡོད་མེད་ལ་མ་ལྟས་པའི་ཆེད་ནས། འབྲོང་ཆུང་ངེས་སྒྲིབ་བྱེད་སྟངས་སླེབས་ན་ཁོ་ལ་ད་ཅིག་དགག་བྱ་གི་ཆ་དེ་ཚོ་དེ་ཚོ་ཡོད་རེད་ད་ག་ནང་བཞིན་གི་ད་ཁོ་ཡིན་ན་ད་ཁོ་རང་གི་ད་འདི་བཤད་བསྡད་རེད་ཁོ་ལས་བྱེད་ཅིག་གནང་ནས་གར་སྟངས་གོ་ཆོད་ཅིག་བྱས་བསྡད་ཡ་རེད་མ་གཏོགས་ཨ་ནི་པད་དུ་མགོ་འཁྲིད་གི་རིམ་པ་བྱས་ནས་ཅེས་ཨ་ནི་ཁོ་ཞིག་ག་མེ་ཁུ་ལིའུ་ཤི་ལིན་ཟེར་དེ་འདྲས་བཤད་བསྡད་ཡོད་རེད། ད་ངོ་ནི་དེ་འདྲ་བོ་ཞིག་རེད། ད་ལོ་འབྲོང་ཆུང་ངེད་གྲབ་ལངས་པ་དེ་ར་ངོ་ནི་དྲངས་ནས་བཤད་དེ་འོང་ན་ཁོ་མི་ཞིག་སྐྱིན་གི་འོག་ནས་ལངས་རྒྱུ་རེད་གཞན་པ་དེ་ཚོ་མགོ་བོར་རྒྱབ་ནས་ཅི་ཨ་ནི་དེའི་འོག་ནས་ལངས་རྒྱུ་རེད་ངོ་མ། འབྲོང་ཆུང་ངེད་གྲབ་གབ་ལོ་ནི་དགོངས་པ་ཞིམ་པ་གི་ནི་སྟངས་དེ་ར་ད་ད་ག་རང་རེད། ཨ་ནི་ད་ལྷ་བླ་མ་གི་ཨ་ནི་ཕི་གི་དཀར་ས་ད་ཨ་ནི་ག་ཆོས་ཕོག་གི་རེད་ལབ་ན་རེད་གང་ལྟར་ཟམ་གདོང་ར་དེ་ཚོ་གི་རྒྱབ་ལོགས་ནས་ལྐོག་བཤད་བརྒྱབ་ཡོད་ན་རེ་གང་ལྟར་འདྲ་མི་འདྲ་བྱས་ནས་ཆེས་ཤུགས་རྐྱེན་གྱི་འོག་ནས་ད་ཆ་ཚང་དེ་འདྲས་ཀྱི་ཐག་གཅོད་བྱེད་རྒྱུ་རེད་ད་ཁོ་ཤུགས་རྐྱེན་གྱི་འོག་ལ་འགྲོ་ནི་མི་ཞིག་རེད། ཡིན་ན་ར་ད་དེ་ང་ཡིན་ན་ར་དེ་གང་ལ་གང་འཚམ་ངོ་ཤེས་ཏེ་ཁོ་མིའི་གྱི་ཤུགས་རྐྱེན་དུ་ཁས་ཆོག་ཆོག་ཁྱད་པར་དུ་གི་ཅིག་ད་ལས་བྱེད་ཀྱི་ནང་ནས་ཀྱི་ན་རང་པོ་དེ་ནི་གང་ལ་ཁོ་ཁྲིམས་སྒྲིག་གཞི་བརྩི་དགོས་ཡ་དང་གར་སྟངས་གོ་ཆོད་བྱེད་དགོས་ཡ་གི་བྱེད་ཀ་ཅིག་འཇགས་ཚར་ལོ་བཞི་བྱས་དེ་ནི་གང་ལ་དེའི་ཁྱབ་ཁོངས་དེ་ནས་ད་ཡོང་ནི་གང་ལ་ཁོ། དེ་འདྲས་གི་ཨ་ནི། ད་ཤི་ཁ་དེ་འདྲས་ཞིག་རེད་ད་ཡིན་ན་ཁོ་ད་རིང་མགོ་འཁྲིད་ལ་སླེབས་ནི་གང་ལ་ར། ད་ཅིག་སྒང་ནི་ཐའི་ཀིར་གི་གབ་ལོན་སྲིད་སྐྱོང་འདྲ་བོ་སླེབས་ན་ཁོ་ཨ་ནི་གནོན་ཤིག་སླེབས་ནི་དེ་འདྲས་ད་མེད་བ་ཡིན་ན་ར་ས་སིར། ད་ཁྱ་པར་དག་གི་ཁོ་ཡི་ཡོན་ལ་མཚང་བརྡ་ནི་གི་ད་ད་ད་དེབ་སོང་གྲོང་ཁྱེར་ཡག་པོ་ཞིའུ་རེད་ལབ་ནི་ཅིག་བོད་ནང་གི་ཆབ་སྲིད་བཙོན་པ་ཡིན་ལབ་ནི་དེ་ཚོ་གི་ཚ་ཚོད་མེད་པའི་ཐོག་ནི་ཅིག་བཤད་གི་འདུག་བ་འདི་ཡག་ག་མ་རེད་མ་འོངས་པ་ན་འདི་ཚོ་དྲིས་གི་ཤིག་ཅི་འདྲ་དེ་ཚོ་འོག་ལ་འགྲོ་ན་ཨ་ནི། དེ་བས་ཀྱང་སྐབས་ལས་ཁག་པོ་ཆགས་ཀྱི་རེད། ད་ཡིན་ན་སྤེན་པ་ཚེ་རང་དང་བསྡུར་ན་ངེས་སེ་སྐོར་དག་ཏུ་ཁུག་ཅིག་གྲག་གི་རེད། སྤེན་པ་ཚེ་རང་འདིས་ད་ཁྱོད་ནས་ཡོང་ནས་བཤད་ན། ང་ཚོ་གལ་ཆེ་ཤོས་དེ་རང་དབང་དང་མང་གཙོ་གི་སྤྱི་ཚོགས་ཅིག་གི་ནང་ལ་ང་ཚོ་སྤྱི་ཚོགས་འདི་གོམ་པ་སྤོ་དགོས་ཀྱི་ཡོད་ན། སྤེན་པ་ཚེ་རང་འདྲ་བོ་གི་བསམ་བློ་བཏང་ཤོག་ར་སྤེན་པ་ཚེ་རང་འདྲ་བོ་གི་སྤྱིར་གི་མྱི་ཤེས་འདི་གི་ཨ་ནི་ཁོས་མི་མང་ཡིན་ན་ཅིག་འདོད་ན་ཁྲིག་གིན་ཟེ་གོ་རེད། ཁོའི་རྒྱབ་ལོག་ནང་ལ་ག་རེ་རེད་ཟེ་ན་ད་ད་ལྟ་གི་ང་ཚོ། ཆབ་སྲིད་ཀྱི་ཐོག་ནས་བཤད་ན་ཁོས་ཆབ་སྲིད་ཀྱི་ནང་ལ་བེད་སྤྱོད་བཏང་ཡ་གི་རིགས་དེ་ཚོའི་རིགས་དེ་དག་ངོ་ནས་དྲང་ནས་བཤད་ཡོང་ན་ད་འབངས་མི་སེར་གྱི་ད་ཧ་ཅང་གི་མི་མང་གི་ཤེས་ཚད་ཚད་ལ་སྐྱོ་བ་གི་རིགས་དེ་བེད་སྤྱོད་བཏང་ནས་བྱས་བ་རེད་ད་དེ་ཚོའི་རིགས་དེ་ནད་ཚ་བཙིར་གོ་རེད། དཔེར་ན་ཆོས་ལུགས་ཀྱི་ཐོག་གི་ཐལ་སྤྱོད་ཀྱི་ནད་ཚ་ཁྱེར་ཡོང་ཡ་ཆོལ་ཁ་ར་འདི་མོ་འདི་གི་ཕུ་གི་ཕྱོགས་ནས་དེ་ག་རེ་ཟ་ད་དེ་གི་ཨ་ནི་དེའི་ནད་ཚ་རྣམས་མི་འདུག་དེ་ལ་བསྟུན་ནས་ཅིག་སོ་སོ་གི་ཅིག་ཆབ་སྲིད་ཀྱི་མ་རྩ་འདྲ་བོ་གཅིག་བསགས་ཡ་དེ་ལ་ཨ་ནེ་རྒྱ་གི་ཐོག་ནས་བཤད་ན་ཚུལ་མིན་ལབ་གི་ཡོད་ར་ཚུལ་མིན་འགྲིག་འགྲིག་ད་དེ་ཨ་ཐར་གྱི་སྡིག་སྐྱ་གཙོ་བོ་རེད་ཨེ་ནི་ཨིན་ཇིའི་ཐོག་ནས་དེ་འདི་རེད་བཤད་ཨ Populist ད་དེའི་གི་ཚིག་དེ་ད Populist དེ་བེད་སྤྱོད་བཏང་ནས་གི་ཨ་ནེ་ཆབ་སྲིད་པ་ཚིག་ཡིན་ན་ད་དེང་སང་གི་འབངས་མི་སེར་ར་དཀའ་ངལ་ཆེན་པོ་བཞི་བོ་གཅིག་ད་ན་བཟོ་གི་ཡོད་རེད་ད་དེང་སང་གི་ད་ག་ཡེ་ལྷུང་གི་ནང་གི་ཐལ་ཆ་ཡོད་རྒྱུ་གི་ཁོ་ལ་ད་ཆབ་སྲིད་ཀྱི་མ་རྩ་དེ་མ་ཞིག་ཁེ་ཡ་ཡོད་མ་རེད་དེ་ཤི་ཚུལ་མེད་ནོ།

ཅིག་ཤེས་ཡོན་སྲིད་སྤྱི་ལ་དེ་ཚོ་བསྐྱར་ཞིབ་ཅིག་ཡིན་ཟེར་ཡ་འདྲ་བོ་དང་དེ་འདྲའི་གི་ཤོག་ཅིག་ད་ཁོ་རང་ངོ་ནས་ཁོ་རང་རང་གི་སོང་ནས་སྤྱི་ཚོགས་ལ་ཅིག་ཞིབ་འཇུག་བྱེད་རྒྱུ་མིན་ན་བསམ་བསམ་གི་ཅིག་སྐད་ཆ་སྐོར་ཙིག་ཅིག་བཤད་གི་འདུག་ད་དེ་ཚོ་ལག་བསྟར་བྱེད་ཐུབ་མིན་ལ་མ་བལྟས་པའི་དེ་འདྲའི་གི་བསམ་ཚུལ་ཅིག་སྤྱི་ཚོགས་ནང་ལུག་པ་དེ་རེད་ཡག་པོ་ཅིག་རེད་ད་ད་ལྟ་གི་བཤད་སྟངས་ཐོག་ནས་བཤད་ན་དེ་འདྲའི་འདྲ་བོ་ཅིག་རེད། ཡིན་ན་ཁོ་རང་གཉིས་ཆག་གི་གནང་ནི་ག་སེ་གཅིག་ད་གཅིག་མ་ཤི་ང་ཚོ་འདུག་ཡག་གི་དེ་མེད་པར་དེ་གཅིག་ནི་གང་ལ་ངས་རྒྱ་རི་སྒྲོལ་མ་གི་ཅིག་གྲག་མ་ཡོང་ང་བསམ་གི་འདུག་དེ་ག་རེ་རེད་ན་ང་རྒྱ་རི་སྒྲོལ་མ་ལ་ཕྲན་ལ་ཕྲན་བུ་ཚོད་བགྱིས་ཡོད་རེད་ད་འདི་འདྲའི་འདྲ་བོ་ཅིག་རེད་ད་ངས་ག་རེ་བསམ་གི་ཡོད་རེད་ན། སྤྱིར་བཏང་གི་རྒྱ་རི་སྒྲོལ་མ་གི་ཅིག་ད་དབང་ཆ་ལ་ཞུ་དགོ་ནི་མི་དེ་རེད་ད་དེ་ཚོ་མགོ་འཁྲིད་ཚིག་གི་ཐོག་ནས་བཤད་ན་དབང་ཆ་ལ་དབང་ཆ་དགོ་ཡག་གི།

མི་དེ་འདྲས་ཅིག་རེད། ད་དེ་ཡིན་པ་སོང་ཙང། ཨ་ནེ། མོ་ལ་དབང་ཆ་ཅིག་རག་ན་ད་བཙན་བྱོལ་སྤྱི་ཚོགས་ནང་གི་གོ་གནས་དབང་ཆ་དེ་ད་བཙན་བྱོལ་སྤྱི་ཚོགས་ནང་ལ་ཆགས་ཤག་ན་ཆུང་ཆུང་འདི་ནང་ནས་གཟིགས་སྐྱོང་ལས་ལྷག་འགྲོ་ས་ཡོད་མ་རེད། གལ་སྲིད་གཟིགས་སྐྱོང་བར་དུ་མོ་ལ་ཨ་ནེ་ཅིག། ཨ་ནེ་རྐུབ་ཀྱག་དེ་རག་བ་ཡིན་ན་ད་དེ་ལས་ལྷག་བར་གི་མོ་དབང་ཆ་གི་ཆེད་དུ་ད་ཅིག། ད་ཅང་བྱེད་དགོས་གི་མེད་པ་སོང་ཙང་ད་ནས་བཟུང་སྟེ་ལས་ཀ་དེ་ཅིག་ཡག་པོ་ཅིག་བྱེད་མི་ཡོང་བ་བསམ་བསམ་གི་རེ་བ་ཅིག་ཡོད་རེད། དེ་ཡི་ཕྱོགས་གཅིག་རེད་ད་པེ་ན་སྐལ་རྡོར་འདྲ་བོ་ལ་འདི་ཚོ་ཆ་བཤད་ན། འདི་ཚོ་ཆབ་སྲིད་ནང་ལ་ལངས་ནས་ཅིག་མགོ་འཁྲིད་ཀྱི་སྤྱིར་བཏང་གི་ཐོག་ནས་ངས་མ་བལྟ་ཡོང་ནས་གང་ལ་ཅིག། རྩ་བའི་མགོ་འཁྲིད་འདྲ་དེ་ཚོ་གི་གཤིས་ཀ་ཡོད་རྒྱུ་དེ་ཞེ་དྲག་རེད་མི་འདུག་གཅིག་གི་འོག་ནས་གར་དང་གོ་ཆོད་བྱས་ནས་ལས་ཀ་བྱས་ཡོང་ནས་ཀྱི་མི་གཅིག་གི་རྣམ་པ་འདྲ་བོ་ཅིག་འདུག་ད་དེ་ཡིན་ནས་གང་ལ་འདི་ཚོ་ལག་པ་ཝང་ཆ་རག་བ་ཡིན་ན་ར། ཝང་ཆ་དེ་ལ་དེ་འདྲའི་གི་འདོད་རྔམ་ཅིག་དང་དེ་ལ་དེ་འདྲའི་གི། བརྩི་འཇོག་བྱས་ནས་ཅིག་རེ་བས་ཟིན་ན་དེ་ལས་ཀྱང་ད་ནི་ལམ་ཁ་ལོག་བར་འགྲོ་ཡ།

མ་འོངས་པ་ན་རིན་ཐང་ཡོངས་རྫོགས་དེ་བེད་ཆགས་ཐོག་གི་བེད་ཆགས་ཀྱི་ཐོག་ནས་ནས་ད། ཆབ་སྲིད་ཕུགས་རྒྱང་ཡོངས་རྫོགས་དེ་བེད་ཆགས་ཀྱི་ཐོག་བཞག་ནས་སྤྱི་ཚོགས་ལ་ནས་ཅིག་ཚད་གཞི་འདྲ་བོ་བརྒྱབ་ཡོང་ན་ད་དཀའ་ངལ་བྱུང་གི་རེད། བས་ན་འགྲོ་ན་ཁྲོམ་ལ་དཀའ་ངལ་དེ་བྱུང་གི་རེད་སེ་གོ་ར་ད་མི་དེ་ཚོ་གི་དེ་འདྲའི་འདྲ་བོ་ཅིག་རེད་ཡག་ག་འདི་ག་ཆ་ཚང་དེ་བེད་ཆགས་སེ་ཡོད་མེད་དེའི་ཐོག་ནས་ཚད་འཇལ་གིན་སེ་ཡ་ཅིག་རོ་དེ་ཡིན་པ་སོང་ཙང། ཆབ་སྲིད་ཀྱི་གོ་གནས་དེ་གི་ད་ལྟ་འདོད་པ་མ་ཚིམ་པ་བྱས་ནས་ཀྱི་ཨ་ནས། ད་ལྟ་དཔལ་འབྱོར་གྱི་ཐོག་ལ་ཅིག་ཧམ་པ་ཚ་བོ་ཅིག་ཁ་ཅིག་ཨོ་ད་དེ་ཅི་ཡོང་ནས་སྒང་ལ་ངའི་སྐལ་དོར་འདྲ་བོ་ཡར་ར་ལྷག་བ་ཡིན་ན་མ་འོངས་པ་ན་དཔལ་འབྱོར་དེའི་ཐོག་ནས་ཧ་ལམ་དེ་གཙང་མ་ཅིག་ར་ཆག་མི་ཆག་དེ་ངའི་དཀའ་ངལ་ཅིག་མཐོང་གི་འདུག་ད་ཡིན་ན་ད་དེ་ངའི་དཀའ་ངལ་རེད་དེ་ན་ཅིག་བྱས་ན་མི་ཆོག་ན་ཐང་ཡིན་ན་ད་དེ་ཡིན་པ་སོང་ཙང་ངས་ད་ལྟ་ག་རེ་རེད་ན་སྤྱིར་བཏང་གི་རྒྱ་རི་སྒྲོལ་མ་གི་ར་ཨ་ནི་ཅིག་རྒྱ་རིའི་སང་གི་ད་མིར་རྒྱུས་ཙིག་ན་མི་འདུག་འདི་ཐོག་ནས་བཤད་ན་ཁོ་ཁྱིམ་ཚང་སྣ་འཛོམས་ཞིག་རེད་ད་བར་ར་འདྲ་མི་འདྲ་ཡོད་རྒྱུ་ཅིག་རེད་དེ་ཡིན་པ་སོང་ཙང། ད་ནི་ད། ཨ་ནི་མ་འོངས་པ་ན་ཨ་ནི་ཅིག། ཆབ་སྲིད་ཀྱི་གོ་གནས་འདྲ་བོ་མཐོན་པོ་ཅིག་གི་སྒང་ལ་སླེབས་པ་ཡིན་ན། ཨ་ནི་རྒྱ་རིགས་སྒྲོལ་མ་གི་ཐོག་ལ་ངོ་ནས་ཅིག། ད་ལྟ་ང་ཚོ་སྤྱི་ཚོགས་འདྲ་བོ་ཅིག་ཁ་འཐོར་བའི་རྣམ་པ་འདིས་རྒྱ་རིགས་སྒྲོལ་མ་གི་ལྟས་སུ་ཅིག་རིག་རིག་བྱེད་ཐུབ་སྲིད་དེ་རྒྱུ་མཚན་ག་རེ་ན། ཁོ་རང་ཚོ་གི་མི་ཚང་གི་སྤྱིར་བཏང་གི་ཅིག་གྲུབ་ཆ་འདྲ་བོ་དེ་འདྲས་ཅིག་རེད་བེད་དུ། ཅིག། མ་འདྲ་བ་ཞེའུ་ཅིག་དེ་འདྲས་རེད་དེ་འབའ་སང་ཙང་ང་ཁོ་རང་ཚོ་ནང་ལ་ཐང་མ་ཅིག་གཉིས་འགྲོ་མྱོང་ཡོད་དེ་འབའ་སང་ཙང་དེ། དེ་འདྲས་གི་ཐོག་ནས་ལྟ་ཡོང་ནས་སྒང་ལ་དེ་ཅིག། མིའི་གི་གཤིས་ཀ་དེ། དེ་འདྲའི་དགྲ་བོ་ཅི་ལས་དེ་ཡིན་པ་སོང་སོང་དེ་ཚོ་ལ་ཅིག་མ་འོངས་པ་ན་ད་གལ་ཆེ་ཤེས་དེ་ཆབ་སྲིད་ཀྱི་གོ་གནས་སྒང་ལ་འགྲོ་ཐུབ་མི་ཐུབ་ད་དེའི་ཐོག་ནས་གལ་ཆེན་པོ་ཟིན་གོ་གནས་ཐོག་ལ་ཟིན་ན་ཨ་ནི་དེ་གི་གྲོགས་པོ་འདྲ་བོ་ཅིག་རྒྱག་ནས་ལས་ཀ་དེས་ཡག་པོ་ཅིག་བྱེད་མི་ཡོང་བ་བསམ་བསམ་དེ་འདྲའི་འདྲ་བོ་ཅིག་ཡོད་རེད་ད་བས་ན་མོ་རང་གི་ཁ་ཚང་སྐ་ཆ་བཤད་པ་འདྲ་བོ་དེ་དེ་འདྲའི་འདྲ་བོ་ཅིག་རེད་བ།

མོ་རང་གི་སྐད་ཆ་དེ་ངས་ནི་བཤད་ན་དེ་དེ་འདྲའི་འདྲ་བོ་ཅིག་ལ་ངེས་འཛིན་བྱས་ན་འགྲིག་གི་རེད་དཔེར་ན་རྒྱ་གར་རིན་པོ་ཆེ་ལ་ཆ་བཞག་ན། བཙན་ཤོས་ལ་ཡོང་པ་དེ་དགའ་བཞིན་སྤྲོ་བཞིན་བཙན་ཤོས་ལ་ཡོང་རྒྱུ་མ་རེད། དགའ་བཞིན་སྤྲོ་བཞིན་ཡོང་རྒྱུ་མིན་ན་དེ་གི་དེ་གི་ཨོ་བོ་ཙེ་ཁྲིན་རུ་བ་ད་དེ་གི་ལྡོག་ཕྱོགས་དེ་ཧ་ལམ་ཨ་ནི་ད་ཨུ་ཐུག་ནས་བཟོས་ན་འགྲིག་གོ་རེད་དེ་རེད། ད་ག་ནང་བཞིན་གི་ཨ་ནི་རང་བཙན་འདྲ་དབུ་མའི་ལམ་གཉིས་ཆ་གི་སུ་དགོ་ཙེ་རྒྱ་གར་རིན་པོ་ཆེ་གདམ་ག་ཡོད་པའི་དབང་ལྟར་བཏང་ན་ཧ་ལམ་རང་བཙན་གདམ་གི་རེད་བསམ་གི་འདུག་ཡིན་ན་རང་བཙན་གི་གདམ་ག་ཅིག་མེད་པ་དེ། ཡིན་པ་སོང་ཙང་ཨོ་ཐུག་ནས་ཨ་ནི་དབུ་མའི་བླ་མ་ཕེབས་པ་རེད་ཟེར་ན་མ་འགྲིག་པ་ཡོད་བ་མ་རེད་རྒྱ་གར་རིན་པོ་ཆེ་གི་བཀའ་སློབ་ར་དེ་ཚོའི་ནང་ལ་ར་ཧ་ལམ་དེ་དང་ནང་བཞིན་གི་ཚིག་གི་ཡོད་བ་རེད་ད་ཡིན་ན་ད་ག་ནང་བཞིན་རྒྱ་གར་རིན་པོ་ཆེ་གི་ང་ཨོ་ཐུག་ནས་དབུ་མའི་བླ་མ་ཕྱིན་པ་ཡིན་མིན་ད་དེ་དེ་འདྲས་སོང་ཡོད་མེད་དེ་ངས་ཅིག་གསལ་བོ་ཅང་དྲན་གི་མི་འདུག་ཡིན་ན་ད་དེ་དེ་དང་ཐག་ཉེ་འུ་གི་ད་ཚིག་དེ་འདྲས་ཡོད་བ་རེད་ཡིན་ན་རྒྱ་རི་སྒྲོལ་མ་མོ་རང་གི་ག་རེ་བཤད་ཡོད་ན་མོ་ཨོ་ཐུག་ནས་དབུ་མའི་བླ་མ་ཨ་ནི་འགྲོ་རྒྱུ་ཡིན་ཟེར་དེ་བཤད་ཡོད་བ་རེད། དེ་གསལ་བོ་རེད་ད་དེ་ཡིན་ན་ནི་ང་ཚོ་བྲེལ་བ་ཞིག་རེད་མོ་ཨོ་ཐུག་གི་ཡོད་ན་རེད་འགྲིག་གི་ཡོད་རེད་ཨ་ནི་ཨོ་ཐུག་གི་ཡོད་ན་ད་དོན་དག་དོ་དོ་དེ་ངོ་ཚ་གི་ཡོད་པ་ཅིག་རེད་དྲན་གི་ཡོད་རེད་ཨོ་ཐུག་གི་ཡོད་ན་ད་འདྲ་ཅིག་ཐབས་ཤེས་ཟིག་རེད་ཐབས་ཤེས་ཡོད་མེད་ལ་མ་ལྟོས་པའི་ཐབས་ཤེས་ཅིག་འཐེན་ཡག་གི་ཨ་ནི་ཅིག་ལག་པ་ནང་ལ་ཅིག་རིག་པ་འདྲ་བོ་ཅིག་ཤར་གི་ཡོད་པའི་རྟགས་ཅིག་རེད་དེ་ཡིན་པ་སོང་ཙང་ད་བཙན་བྱོལ་སྤྱི་ཚོགས་ནང་ལ་ཆ་བཞག་ན་མོ་ཡིན་ན་ཐག་གཅོད་དེ་འདྲའི་གང་ལ་གང་འཚམ་ལེན་ཐུབ་གི་རེད་བསམ་གི་འདུག་ག་རེ་ཡིན་ན་མོ་འུ་ཐུག་ན་བཟའ་ཚང་ཡིན་ན་རུ་འཐོར་ཐུབ་ནས་ཀྱི་མི་དེ་འདྲས་རེད་དེ་ཚོར་མི་ཚེ་གཅིག་གི་ཐོག་ནས་ཐག་གཅོད་ངན་པ་རེད་དེའི་ནང་བཞིན་གི་གལ་སྲིད་མོ་འུ་ཐུག་ནས་ཀྱི་སྔོན་མ་རང་བཙན་དང་དབུ་མའི་ལམ་གཉིས་ཆ་གི་ཐོག་ནས་མི་དབུ་མའི་ལམ་བདམས་པ་རེད་མོ་འུ་ཐུག་ནས་བདམས་རྒྱུ་རེད་ད་ཡིན་ན་མ་འོངས་ད་དབུ་མའི་ལམ་ལ་རེད་ད། ཨུ་ཐུག་དགོས་ཡག་གི་རྒྱུ་མཚན་གཅིག་དངོས་ནས་ཡིན་ན་ཆག་གོ་རེ་ད། ག་རེ་རེད་ཟེར་ན། བཙན་ཤོད་ནང་ནས་དབུ་མའི་ལམ་གི་སྲིད་སྤྱི་ཡིས་ལག་བསྟར་བྱིན་པ་དང་རང་བཙན་གི་སྲིད་སྤྱིས་ལག་བསྟར་བྱིན་པ་གཉིས་ཆ་གི་དུས་ཚོད་བསྡུར་ན་ར་ལྡབ་གཟིགས་གི་དབུ་མའི་ལམ་རང་པོ་ཡོད་རེད། ད་དབུ་མའི་ལམ་གི་སྲིད་སྤྱི་འདི་ལག་བསྟར་བྱས་ནས་ཀྱི་ད་ང་རང་ཚོ་གི་དབུ་མའི་ལམ་དང་འབྲེལ་བ་མེད་སྐྱུག་གི་འགྲེལ་བཤད་ཅིག་རྒྱབ་ནས་གྲུབ་འབྲས་ཡིན་ལབ་གི་ཡོད་རེད་མ་གཏོགས་དངོས་གནས་དྲང་ནས་དབུ་མའི་ལམ་གི་བསྒྲུབ་དགོས་ཡག་གི་བསྒྲུབ་བྱ་གཙོ་བོ་ད་བོད་ཀི་བདེན་མཐའ་གཟིགས་ན་རེད་ད་བོད་ནང་གི་གནས་སྟངས་ལ་འགྱུར་བ་ཅིག་འགྲོ་དགོས་ཡག་གི་ཐོག་ལ། འོ་མའི་ལམ་གྱི་ག་རེ་བྱུང་ཡོད་མེད་དེ་རྟགས་གསལ་བོ་རེད། ད་མཐའ་ན་རྒྱ་ནག་གཞུང་གི ྋསྐྱབས་མགོན་རིན་པོ་ཆེ་གི་ཡང་སྲིད་ཡན་ཆད་པོའི་ཐོག་ལ་ནས་ལག་པ་བཀྱག་ཡོང་གི་ཡོད་པ་གྱི་གནས་སྟངས་དེ་ད་ང་ཚོ་གསལ་བོ་རེད། ད་དེའི་ཐོག་ནས་ད་ངོ་ནས་བྱང་ནས་བཤད་ན་ད་རྣམ་པ་ཚོ་རང་བཙན་ལ་འུ་ཐུག་ནས་ཡོང་ས་མ་རེད་ཚེ་འོ་མའི་ལམ་མ་འཕེལ་བ་ནང་བཞིན་ད་འོ་མའི་ལམ་ལ་རེ་འུ་ཐུག་དགོས་ཡ་གི་རྒྱུ་མཚན་གཅིག་ཏན་ཏན་ཆགས་ད་ཡོད་རེད་དེ་ཡིན་པ་སོང་སོང་ད་ད་ལྟ་གི་རྒྱལ་སྤྱི་གི་འགྱུར་བ་རྒྱ་ནག་གི་སྤྱིར་སྟངས་ཐོག་ནས་བཤད་ན་ཉི་མ་གཅིག་རྒྱ་རི་སྒྲོལ་མ་འདྲ་བོ་ཡིན་ན་འུ་ཐུག་གྱི་ཡོད་པའི་མི་གཅིག་ཡིན་པ་སོང་སོང།

དབུ་མའི་ལམ་ནས་བཤད་པ་ལས་རྒྱ་ནག་ལ་མགོ་བཏགས་ནས་བཤད་པ་ལས་རང་བཙན་བསྒྲགས་གི་རེད་བ་བསྟན་པ་སོང་ཙང་ཨ་ནི་ཨོ་ཐུག་ཡག་གི་བསམ་བློ་ཅིག་ཡོད་ན་ཨ་ནི་ད་དབུ་མའི་བླ་མ་རེད་མོ་ཡིན་ན་ཨོ་ཅིག་ཐུག་ནས་ཀྱི་མོ་རང་གི་ཨ་ནི་ད་སྲིད་སྐྱོང་ལ་ཨ་ནི་ད་ཕེ་བ་ཡིན་ན་ཨ་ནི་དབུ་མའི་ལམ་ཡོང་གི་མེད་ན་རང་བཙན་འདྲ་དེ་ཚོ་ཤོག་ལ་རེད་ཡང་ཅིག་པོ་སྲིད་ཡག་གི་རེད་བ་དེ་འདྲ་ཡོད་དེ་གར་ད་མོ་ཨོ་ཐུག་ནས་ཨོ་ཐུག་ཡག་ཡོད་པ་རེད་བ་ད་མར་ཏོ་དབུ་མའི་ལམ་རང་བཙན་ན་དབུ་མའི་ལམ་ལ་ཕེབས་ནས་མཱ་མཱ་ཤཱ་ཀ་ཨོ་ར་ཐུག་གི་ཡོད་མ་རེད་ངོ་ར་ཚ་གི་ཡོད་མ་རེད། མུ་མཐུད་དུ་ད་དབུ་མའི་ལམ་ལ་འགྲོ་དགོས་རེད་ད་གྲུབ་འབྲི་རེ་མཐོང་དགོས་དགོས་མ་རེད། དེ་འདྲའི་གཅིག་ཁག་ཁེངས་འདི་ནས་དེ་ལྟས་ན་རྒྱ་སྒྲོལ་མ་ཅིག་གྲགས་ཟིག་མི་དབང་བསམ་གི་འདུག། ད་ནི་དེ་འདྲའི་འདྲ་བོ་ཅིག་ཡིན་ད་མཐའ་མཇུག་དེ་ལ་ཨ་ནི་ད་ང་མང་པོ་ཟུག་ཞུ་ཡ་མེད་ད་གང་ལྟར་ང་ཚོ་ཨུའི་དུག་གི་ཁ་ཐུག་འདི་ལ་ཧ་ཅང་གི་ཨ་ནི་གཟབ་གཟབ་བྱེད་དགོས་ཡ་དེ་གལ་ཆེན་པོ་རེད་ད་གཙོ་བོ་དེ་ད་ས་ཁའི་དུ་བ་ལ་ཨིའུ་ལུའུ་ཡ་གི་ད་སྐད་ངན་དེ་འདྲས་ཡོད་ནི་ཞིག་ཨ་ནི་ཨིའུ་དི་ལས་ཁོང་ར་དེ་ཚོ་ངོ་ནི་ཅིག་ཁྲིམས་དང་སྒྲིག་གཞི་ར་དེ་ཚོ་ད་ར་ཡིད་ལོང་སོ་སོ་གི་ཆོག་ཆིན་ཤིས་ནི་དེ་ཅུང་མེད་བ་ཡིན་ན་ཨིའུ་ལུའུ་ནི་དེ་ཚོ་མ་འགྲོ་ན་འགྲིག་གི་རེད་ཨ་ནི་དེ་འགྲོ་ནི་ཅིག་དེ་ལ་ཨུར་ཏུམ་བྱས་འགྲོ་ན་ཅིག་ནི་ནད་ཚ་ན་སྲིད་གི་རེད་ཉིན་ནི་མཐོང་ཤོག་ཡག་པོ་ཡོད་མ་རེད་འོ་ད་དེ་འདྲས་འདྲ་བོ་ཅིག་ཡིན་ད་ད་ལོ་གི་ངའི་ད་ཞི་ལུག་སྐབས་གི་ཅིག་མི་མང་གི་ད་ཁ་བརྡ་རྩེ་ན་རེད་འོ་དེ་དེ་འདྲས་འདྲ་བོ་ཅིག་ཡིན་ཨ་ནི་ད་ལོ་ས་བ་ནང་ལ་གང་ལྟར་རྣམ་པ་ཚོ་ཆ་ཚང་ལ་བསྐྱར་དུ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན་ཨོ་ཡ་ཨོ་ཡ།